ཨོ་ནེ། ཚང་མ་ལ་བཀྲ་ཤིས་ལེགས་ལ་ཡང་ད་ད་རིང་བརྙན་ཐུང་འདི་གར་བཟོས་ཡོད་ན་ད་ཁེ་ཚང་ངེད་ཀྱི་སློབ་གྲྭ་ནས་ཆོས་ཐོག་རྒྱ་བ་ཡུལ་ལ་ལས་བ་ཡུལ་ནས་ཚུལ་རང་ཅག་སློབ་གྲྭ་ལ་བཏང་ཨ་སློབ་གྲྭ་ནས་པིས་ལ་བཞོ་ཨོ་འདི་ཁེ་ཚང་ཤེས་ཚར་རོ་ཨ་ད་དེའི་རྗེས་དེ་ནི་མ་ངེད་ཀྱི་ཤེས་བོ་བསམས་ཨ་ནེ། འདི་མ་ཤེས་གོང་ལ་ར་ཁེ་ཚང་ག་ཅི་ངེད་ཀྱི་འདི་སྒྲུང་འདི་ཤེས་དུས་ར་འདི་ན་ལ་མི་གཅིག་གཉིས་ཀྱི་ཀ་མེན་ཏྲི་ད་མཆན་དེ་འདྲའི་འགྲོ་བཀོད་འདུག་ག་རེ་ནི་ཁྱོད་རང་གི་འདི་ག་རེ་གནས་ལས་ཁང་གི་དབུ་འཛིན་གི་ཨ་ནི་དེ་ལ་ག་རེ་ང་ཚོའི་སློབ་གྲྭ་གི་དབུ་འཛིན་ལ་ཨ་ནི་ཁ་པར་བཏང་བ་དེ་ཁྱོད་རང་གི་ཧ་གོ་སོས་ལ་ནི་ཡོ་སེ་བོ་ཧ་གོ་སེ་ཨ་ནི་གནས་ལས་ཁང་གི་དབུ་འཛིན་གི་ཁ་པར་རྫུན་མ་བཏང་ཡིན་གྱི་རེད་འགྲོ་ད་དེ་འདྲའི་ཅིག་དྲི་ངེས་བྱུང་འདུག་ར་ད་འདི་ད་ངེད་ཀྱི་ད་ཁོ་རང་ཚོའི་བསམ་ན་ད་འགྲུ་གོ་ར་ཡིན་པ་ནི་ངེད་ཀྱི་དེའི་དུས་ཚོད་ལ་ཨ་ད་ལྟོས་གཅིག་གི་ད་འདི་བྲིས་འདུག་སྟེ།

ཨ་ནི་ང་ཚོ་བོད་གཞུང་ཡིན་ནི་རྒྱ་གར་ལ་ཡོད་རེད་ཨ་ནི་ལྡི་ལི་གནས་ལས་ཁང་ཡིན་ནི་རྒྱ་གར་ལ་ཡོད་རེད་ཨ་ནི་རྡ་རམ་ས་ལ་གནས་ལས་ཁང་ཡིན་ནི་རྒྱ་གར་ལ་ཡོད་རེད་ད་འདི་ཚོ་ལ་འབྲེལ་བ་བྱེད་ས་གཙོ་བོ་འདི་ཚོ་ར། ཨ་ནི་དབང་འདུས་སོང་ཙང་ད་འདོད་གནས་ལས་ཁང་གི་ད་ལས་བྱེད་ལས་ཁུངས་འདུག་དེ་འདྲའི་དཀྱུས་མ་ལས་བྱེད་དཀྱུས་མ་གི་ལས་ཁུངས་ན་ཡིན་ན་ད་ཡོད་ཀྱི་མ་རེད་ར་ད Director གི་ལས་ཁུངས་ན་ད་འདི་དུས ISD ད་ཡོད་ཀྱི་རེད་བསམ་གི་འདུག་ར།

ཡང་འདི་ཡིན་ངེས་ཀྱི་རྦད་ཁོ་ར Director གི་ནོར་འཁྲུལ་རེད་ལ་ནི་ལེགས་མེད་ད་ང་ཚོ་གི་ནོར་འཁྲུལ་རེད་ང་ཚོ་གི་སྒྲིག་འཛུགས་ཁེ་ཡོག་མ་རེད་སྤྱོད་པ་བློ་རེད་ཡོག་ནི་ཚབ་ཆེན་པོ་བྱེད་ད་ཡིན་མི་ཡིན་པ་ནི་ང་བློ་ཕམ་ཕམ་དགོས་ཀྱི་ཡོད་ར་ད་ཕམ་ནི་བྲེལ་བ་ད་ཡོད་མ་རེད་ཡིན་པ་ནི་ད་ད་ཆ་ལ་ད་སྒྲུབ་འདི་བཤད་དུས་ར་ང་སོ་སོ་གི་བསམ་བློ་བཏང་དུས་ཨེ་འདྲ་སྙི་མ་ཁོ་རང་གི་ཨེ་འདྲའི Decision ལ་བ་ར་ད་ཁ་རེ།

ད་སྤྱོད་པ་མང་པོ་བློར་བཏང་ང་ཚོ་གི་ཡ་ད post ལ་འགྲོ་ང incident གཅིག་སྡུག་ཤོས་གཅིག་ཁ་ཆེ་ངོས་ལ་ན་ང་ཚོ post ལ་ད་ས་མཚམས་ལ Pakistan གི་ས་མཚམས་ལ་ཡ་ད་ད་ལིག་ལ་ཞིར་འོང་དེ་ལ་འགྲིག་གི་ཡ་ཉེ་གི་འོང་ནི་འོང་ར་མི་ད་མི་ཟེར་ན་ལ་ད་གཅིག་ཡོ་ཞེ་ན་ཆེ་ཤོས་འགྲོ་གཅིག་འོང་དེ་ལས་ད་ང་ཚོ post ལ་ཡོད་དུས་མེ་ད་གི་རྡེའུ་ད་མེ་ད་དུ་ཚོ་ལ་དེ་དམིགས་བསལ་སྟི་ཡོ་མར་གཅིག་ཡོ། མེ་མདའ་གྱི་རྡེའུ་ལ་བྲག་དཀར་གྲོ་ཡོས་མར་གར་བྱེད་ཕྱིར་ང་ཚོ་གི་རྡེའུ་གི་སྒང་གི་རྩེད་འཇོར་ར་འབུ་ལེགས་དེ་མ་སྟོན་བཞུར་ཞྭ་སྣེག་དེ་བཞུར་ཡང་ཨ་ལོང་སོའི་དེ་འདྲ་བྱེད་དེ་འོར། ད་ཉི་མ་གཅིག་ང་ཚོ་གངས་རྒྱ་དུས་ར་གངས་རྒྱ་དུས་ཨ་ནི་གངས་དཀར་གྱི་འདྲེས་བིན་ཅི་འདྲ་དེ་འདྲ་གོན་ཡོད་ས་འོ་ཡོད་དེ་ཚོ་གོན་མེ་མདའ་ལ་ཏེ་ལེ་སྐོབ་དཀར

མེག་ཟིན Transparent རེད། སྟོང་པ་ཐུང་ངུ་དེ་དག་འདི་བུ་ལོ་ད་རྡེའུ་མེ་ཤ་བཙིར་ཡོད། ད་ནི་གཞན་པ་དེ་ཚོ་ཚང་མ་སོ་སོ་རྡེའུ་མེ་ཡོད་སྐྱོར་དེ་ཚོ་མེག་ཟིན་ཀོ་རྡེའུ་མེ་སྐྱོར་ཟེར། ད་ངེད་ཀྱི་ད་མི་འདེགས་ང་ངའི་མི་ད་ཁེག་དྲོད་བྱོས་རོགས། ངེད་རྡེའུ་མེ་ཤ་བཙིར་ཡིན་འདི་བུ་ལོ་ཡོད་ངེད་ཀྱི་ཀོག་བྱེད་ཡིན། ཀོག་བྱེད་རོགས་ངེད་ད་དུ་འདི་གང་ལ Telescope དགའ་རོགས་ང་ཚོ་རུམ་ཆུང་ཆུང་བྱོས Still བི་དེ་ཡོད་ཧར་བྱོས། འདི་ན་ལ་ང་ཚོ་སྤུ་གུ་བཞི་བསྡད་ཡོད། དབུ་བཞི་བདེ་དུ་བསྡུས་རོགས། ཏང་ཙུའུ་ཕྱི་ལུགས་གང་མགྱོགས་སྐྱིད་མོ་ལ་སྟོབས་པར་བཞར་མེ་སྤྲོད་འདི་བསྡུར། ངེད་ཀྱི་ཨེམ་ལེ་ཡིན་པ་ད་ལྟ་ངེད་སྤུ་གུ་ངེད་བདུན་ལ་ཟླ་བ་ཚེ་རིང་ལགས་བཞུར་སྤུ་གུ་གཅིག་ཟླ་བ་བཀྲ་ཤིས་ཟླ་བ་བཀྲ་ཤིས་ལགས་བཞུར་ཡོད། ཁོ་ལ་ངེད་དཔལ་སྒོ་སྒོར་ཁང་ལ་ཨེམ་ལེ་ཡིན་པ་ཏེ་ལིས་ཁོབ་ག་རུ་ད་ཐག་ཉི་ལུས་ཡོད། ཕལ་ཆེར་ད་མི་གྲངས་གཅིག་གི་ནང་ལོ་ལ་ཡོད་མི་གྲངས་གཅིག་དང་ཕྱེད་ཀ་ནང་ལོ་ལ། ངེད་ཀྲུང་གོར་ལན་ནམ་རྒྱུན་ང་ཚོ་རྩེད་མོ་རྩེ་དགོས་འོར་དེ་འདྲའི་མེ་མདའ་གཙང་མ་སོགས་རུ་དུས་ད་ག་ཟེ་ལྐོག་བྱེད།

འོ་དེ་ཚོ་ནས་འདུག་ཆ་ཆ་ཉོས་ཡོད་ར་ཨ་ནི་འདྲེས་ལ་དྭགས་ལ་ང་ད་ལ་དྭགས་ལ་པུ་ལིས་མཉམ་པོ་འཁྲུག་པ་ཤོར་ཉོས་ཡོད་ལ་དྭགས་པུ་ལིས་མཉམ་པོ་འཁྲུག་པ་ཤོར་ལ་དྭགས་ཨེས་ཨེས་ཅོ་ལ་ཨེས་ཨེས་ཅོ་གི་ང་ད་ད་ད་ངའི་རོགས་པ་བྱོས་ང་གཉིས་རྫིང་ལ་དྭགས་ལ་རྫིང་མར་གེད་ལ་ཡོད་ཨ་ནི་པུ་ལིས་ཨིས་ལས་པུ་ལིས་ལ་མཉམ་པོ་རྫིང་པུ་ལིས་ལ་དྭགས་པུ་ལིས་ཨེས་ཨེས་ཅོ་ལས་ག་ཅིག་ད་ད་ཨེས་ཨེས་ཅོ་ཡོད་ཁོ་ག་ཅིག་དེ་ནི་མར་རེད་དུ་ཡོད

བཀྲ་ཤིས་ལྔ་ཟེར་སོང་ང་ལ་ཡ། བཀྲ་ཤིས་ལྔ། ཨ་ལགས་ཐ་མ་དེ་ལ་ད་ང་དེ་འདྲས་ནོར་འཁྲུལ་ད་ང་རང་གི་སྤྱོད་པ་མང་པོ་དཔེར་ཀློག་ར། ཨེ་འདྲས་ཀློག་ཀློག་ང་བཀྲ་ཤིས་ལྔ་ཆགས་སོང་བཀྲ་ཤིས་ལྔ་དེ་ཚང་མ་ཉི་མ་ཉི་ས་བརྒྱད་ཡིན་ཉི་མ་ཉི་ས་བརྒྱད་ལ་ན་དམག་དམག་མི་ག་ཅིག་ད་ཉི་བ་འགྲོ་བྱོས་ར་བཀྲ་ཤིས་ག་ཅིག་ཉི་བ། ཉི་མ་མང་ཤོས་དེར་ཉི་མ་ཉི་ས་བརྒྱད་ལ་ན་ཡ། ཨ་འདི་ཆ་དུས་ད་ང་ད་འདོད་བཀྲ་ཤིས་དྲུག་པ་དེ་ང་སྐྱེས་དང་སོང་ང་དང་ང་ཚོ་རོགས་པ་གསུམ་ཡོད་ང་ཚོ་གཟའ་ཉི་མ་ལ

ད་དུས་སིག་སུ་གྷ་སི་དམག་མི་ཡོད་ངེས་དམག་མི་དེའི་དུས་ཚོད་དང་དམག་མི་ལ་ཡོད་ན་སིག་སུ་གྷ་སི་ལ་རག་ནི་སྐད་གྲགས་ཁོ་རོ་ད་མ་ང་ཚོ་དམག་ཨང་གཉིས་ས་གཉིས་གང་ཟག་ལ་ཡོད་ཨ་ནི་ཨ་འདྲས་བྱས་ན་ཅག་ཤེས་ལྔ་ལྔ་ཆགས་སུ་ཡོད་ཅག་ཤེས་དྲུག་པ་ལ་སྐད་བཏང་སུ་ད་དྲུག་པ་སྐད་བཏང་དུས་ང་ལྔ་ཆགས་བ་ད་རག་ཉེས་ཀི་ང་རག་གི་དངུལ་ས་སྐྱོ་བྱོས་ར་དབོ་འདི་སྟོན་ཡིན་པ་དབོ་འདི་ཕྱེད་ཀ་སྟོན་ཆོག་གོ།

ཨ་འདི་འདྲའི་ལབ་དུས་ད་ང་ཚོ་དྲུག་པ་བཟོས་ལ་ད་ང་དྲུག་པ་བཟོས་ན་ད་ཆོས་རོགས་ཡོད་མར་ཨ་ནི་ང་མངལ་ནས་དྲུག་ལྔ་ཆགས་ས་རེད་ཨ་མྱི་གླེན་པ་ད་ང་དམག་མི་དེང་མི་གླེན་པ་ང་དྲུག་གི་གླེན་པ་ངའི་མྱང་པོ་རོགས་པ་གཉིས་ཁོ་ར་གཉིས་ཀྱི་ད་གཅིག་གི་ཆ་ཡང་མར་ད་བྱ་ཞེས་ཨ་ཁོ་ར་གཉིས་ཀྱི་ང་མྱང་པོ་ཡོང་གི་ལ་སོས་ཨ་མྱི་འགྲོ་གླེན་པ། ཨ་ནི་ཀྲོན་ཡིས་ང་ཚོ་སྒྲིག་ཆས་དུ་འཁོན་དམག་མི་སྒྲིག་ཆས་དུ་འཁོན། ལས་ལ་དོ་ན་ཅང་མ་ལ་ཞོར་ཤིང་ནག་གྲོ་ཡོད་ས། དེ་ན་ལ་དམག་མི་སྒྲིག་ཆས་དེ་པི་ཨ་ནི་ཤིས་སོ་རང་མོས་ཐུགས་བློ་དུ་འཁོན་གྲོ་ཡིན་པ་ལས་ལུས་ཀྲོ། ཨ་ནི་དེ་ནས་ང་ར་གི་དངུལ་སྟོན་གོས་བཞོ་ར་དེ་ཁེ། ཡར་འགྲོ་ཀར་གིལ་ལ་ཀྲོ་ཟི་མི་ཉོས་ལས་ལ་ལས་བཙོང་ཡོ་ཚོ་ད་ཟི་མི་ཚོང་རྒྱ་འདི་ལ་ག་ད་འདུག་ཅ་ར་དེ་དུས་ཚོད་ལ་ཨེ་འདྲ་བཞོ་ཆེམ་དེ། ཟི་མི་ཚོང་རྒྱ་ནི་ཨོ་སུའི་རིང་པོ་དེ་ཡིན་པ་ད་བ་ང་ཕྲུགས་སྟེང

ཨོ་ཁོ་ས་དབང་གི་འགྲམ་ཁོ་ར་ལ། ང་ཚོ་བ་ཅི་དམག་མི་བ་ཅི་དཔོན་པོ་དོ་ཟུར་ལས་སུ་ར། མོ་དྲག་ཁེ་ནི། ཨོ་ཁོ་ཉིད་ཁྲིད་དོ་ཟ་མ་ག་ལ་རང་ཅག་ཁོ་ཉིད་ལ་ཡ་ཁ་ལ་ན་ཅག་ཤེར་ལ་དེ་ང་འགྲོ་བོ་ཆག་ཡ་མ་ར། ཁོ་ཉིད་ནོར་འཁྲུལ་ཐེག་མ་ཐག་ངོ་འགྲོ། ཨོ་ཁོ་ཉིད་ཁྲིད་དོ་ཟ་ང་ད་ཡ་མི་བཏང་བ་ཟ་ཡ་ནི། ང་ད་ཁོ་ཉིད་ཁྲིད་འགྲོ་ཚར་ར་ང་ཡ་ཀ་ད་དེ་བཅད་ལ་མོ་ཐུ་ནི་དེ་ཉེ་སྨད་ཚོང་རྒྱག་འདེར་མེད།

ཧཱུྃ། ཞིང་ལ་ཕོས་སུ་ལ་ཟོས། ད་འདི་ལ་རོགས་པ་འགྲོ་ཡ་ཡིན། ད་ང་འདི་ལ་བསྡད་ཡ་མེད་ང་ལ་སྐད་བཏང་སོ། རྒན་གྱི་ཤག་ནས་དུག་ལོག་འགྲོ་ཁེལ་ད་རྒན་གྱི་ཤག་གི་དགོང་ཇག་གཏོར་དགོས་འདུག་ཡ། དགོང་ཇག་གཏོར་དུག་ལོག་དེ་འདྲས་ཡོད་ལ་ཟོས་གྲྭ་ཆས་ངོ་དེ་འདྲས་བྱེད་གི་ཁྱོད་ནས་ཤོར་ལ་ཟོས། ཨ་ང་ཡར་འགྲོ་ཡ་ཡིན་ཨ་ནི་ཚང་མ་གི་བརྙན་ཐུང་དེ་གཟིགས་ནས་ཨ་ནི་རྒྱབ་སྐྱོར་གནང་རོགས་གནང་ཨ་ནི་མང་གང་མང་མང་མིན་པ་ཕར་ཚུར་བཀྲམ་རོགས་གནང། ད་ང་ཚོ་གི་ད་ལྟ་བཤད་ཡ་དེ་གཙོ་བོ་དེ་ད་ང་ཚོ་གི་སྙེ་མ་ཕཱས་ལའི་ལ་སོ་སོ་གཅིག་བྱུང་སྒོ་དང་བདུད་རྩི་བྱོན་རང་བདུད་རྩི་གཤེད་སྐོར་དང་ཡང། ཨ་ནི། འདི་བཤད་ནས་ཡང་མི་འགའ་ཤས་ལ་ཕན་ཐོགས་ཀྱི་རེད་བསམ་ནས་གཤེད་སྐོར་དང་གཞན་པ། དེ་འདྲའི། དམིགས་ཡུལ་གཞན་པ་ཁྱོ་ནས་ག་བཀུར་གྱི་མེད་དམ། ད་ང་ཚོ་གི་འདི་བཤད་ནས་མི་གཞན་པ་ལ་ཕན་ཅིག་ཐོགས་ཡང། སེམས་ལ། ཅིག། ཁ་ལོག་ད་ག་འཇིག་ཏུ་ནས་ཕན་ཅིག་ཐོགས་ཡ་གི་རེ་བ་རང་བྱེད་ནས་བཤད་ཡོད་ར་ཨ་སོང་ཙང་ཨ་ཚང་མ་ལ་ཐུགས་རྗེ་ཆེ། ཨ་ནི་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང། ཨ་ནི་བཀྲ་ཤིས་ལེགས་བོད་རྒྱལ་ལོ་ཨ་ནི།